ད་དེ་འདྲའི་གི་གཞོན་ནུ་དང་ཁོ་ཚོ་ཚོགས་པ་ཞིག་གིས་ད་ཁ་སང་ས་གོས་ཟེར་གྲ་ཅིག་གནང་ཞིང། ཡིན་ནའང་ལས་ཀ་དེ་ཚོ་ལས་སྟངས་ཅིག་ཡོད་ར་རྩེ་ཡི་ཆ་ནས་ཞི་ཚིག་གི་སྐུལ་སྣོན་གནང་དང་ང་ད་བ་ས་ཡི་མེད་ཡག་པོ་ཅིག་སྐུལ་སྣོན་ཡག་པོ་ཅིག་འཁུར་གི་ཡོད་ཅེས་གསང་འདུག་ཡིན་ནའང། དཀའ་ངལ་སེལ་ཐུབ་དེ། རྩ་བ་གི་དཀའ་ངལ་སེལ་ཐུབ་དེ་ཅིག་འདུག་ཟེར་ཅེས་གནང་འོས་མི་འདུག་ཨ། ད་ག་རེ་བྱས་ཟེར་ན་ཞི་མིག་གི་ཆར་པ་བཀོད་གཏོང་བྱས་འདུག་ཟེར་གྱིན་ད་ལྟ་ལས་དོན་སྤེལ་མཁན་དེ་ཚོས་རིགས་གཅིག་རྒྱལ་ལ་དུ་ཟེར་གྱིན་བྱས་འདུག་འདུག་ཞི་མིག་གི་ཆར་པ་བཀོད་གཏོང། དེ་འདྲ་གི་ངས་ཟེར་ན་ཡོང་གི་མ་རེད་ལབ། ག་རེ་ཟེར་ན་ང་ཚོ་ཆོས་གཞུང་གི་ཐོག་ལྟ་མཁན་ཅིག་ཡིན་པ་ཡིན་ན། ནང་པའི་ཆོས་ཐོག་ཐོས་བསམ་ལྷོད་གཉེར་བྱེད་མཁན་ཅིག་ཡིན་པ་ཡིན་ན། ཨ་ནི་ང་ཚོས་བདེ་བ་སྒྲུག་གི་རེད་སྡུག་བསྔལ་སྤང་གི་རེད་ཟེར་དུས་ད་རྣམ་པ་ཀུན་ཏུ་བཤད་ཀྱི་རེད། སྡུག་བསྔལ་སྤང་གཏོང་དེ་ཡང། ཨ་ནི་ཅི། ད་ཉོན་མོངས་ཞི་དྲག་པ། ཨ་ནི། ག་རེ་ལབ་གི་རེད་ཉིན་མོ་རེ་འགའ་བ་དེ་འདྲ་ལ་ཉིན་མོ་དེའང་ཙམ་གྱིས་འགྲིག་གི་མ་རེད་ཉིན་མོ་གི་རྩ་བ། ད་ཁོ་ཡིག་གི་རྩ་བ། ཟླ་མཛེས་མ་སྤང་གི་བར་དུ་ནི་ཉིན་མོ་སྤང་ཐུབ་གི་མ་རེད་ཟེར་དུས་སུ་བྱས་ནས་བཤད་འདུག་གི་ད། ད་དེ་ཡོད་ཆོས་གཞུང་གི་ཐོག་ནས་ལྟ་གྲུབ་དང་རྣམ་གཞག་བྱང་སྙིང་དུ་སྐྱེལ་འཕྲད་དེ་ཧ་གོ་གི་རེད་ད་གཞན་དག་ཧ་གོ་གི་མ་རེད། ད་དེ་ཡང་དཔེ་སྟོན་བྱ་ཕིག་གི་ཐོག་ནས་བཤད་གི་ཡོད་རེད་དཔེ་སྟོན་བྱ་ཕིག་གི་ཐོག་ནས་ག་འདྲས་བཤད་གི་ཡོད་རེད་ཟེར་ན། དཔེར་ན་ཤིང་སྡོང་དེ་ཤིང་སྡོང་གཅིག་དེ་རྩ་མེད་གཏང་དགོས་བ་ཡིན་ན།

རྩ་བ་དུ་ད་ལྟ་ང་ཚོ་ག་རེ་ཆགས་འདི་ཡོད་རེད་ཟེར་ད་ལྟ་དཀའ་ངལ་འདི་ང་ཚོ། བདང་ཐོན་པ་ནང་བཅུད་ཀྱི་དམ་འབུལ་བྱས་ཚར་གི་ད། ཁོར་ཡུག་དེ་མེད་པ་ཆགས། ཁོར་ཡུག་མེད་པ་ཆགས་སྟངས་དེ་ཡང་ལྐོག་བཅུ་དྲུག་པའི་ཤི་བོད་མི་མང་ཤི་འཐུས་ཀྱི། ཁྲིམས་དཔོན་བཟུང་སྟེ་གནས་དབྱུག་བཏང་བ་ལ་བརྟེན་ནས་རྩ་ཁྲིམས་བཅའ་ཁྲིམས་ནང་ལོགས་ནང་དམ་འབུལ་བྱས་ཚར་དུ་ཁྲིམས་དཔོན་ཁྲིམས་བྱས་དགོས་ཀྱི་ཡོད་ཟེར་བཅའ་ཁྲིམས་ནང་ལོགས་འདི་འདྲ་སྐྱོན་བཤད་འཇུག་ཁ་ཤས་ཅིག་ཡོད་ད།

ཧུམ། ད་དེ་འདྲའི་གི་འགོ་བཙུགས་ནས་དང་བདག་གི་གདངས་ཐོན་དུ་ཚོས་དུ་འདྲའི་གི་འགོ་བཙུགས་འུ་འདུག་དེ་འདྲའི་བྱས་འུ་འདུག་མི་རྒྱ་ཆེན་མི་མང་གི་དེ་འདྲའི་བློས་བྱས་ཡོད་རེད་ཟེར་བློས་བྱས་ཡོད་མ་རེད་ལབ་དེ། ད་ཡིན་ན་རྒྱ་ཆེན་མི་མང་དེ་ཚོ་སྐད་ཅིག་བརྗོད་ངེས་གི་ད་ཚོ་པ་ཀ་དག་དེ་ཚོ་ཅི་ཡོང་འུ་ཡོད་དེ་ནས་ཡིན་ན་ཚོ་པ་ཀ་དག་དེ་ཚོ་བྲིས་དེ། རྩེ་ཡིག་གི་དཀའ་ངལ་དེ་སེལ་ཡག་གི་ཆགས་ཀི་དུ་མི་འདུག་ལབ་དེ་བླ་རྒན་གི།

སྡེ་ཚན་དང་པོ་དེ་སྣང་བ་ཡོད་པའི་ཐོག་ནས་ད་འབྱོར་བ་བཏང་ཆོག་ཡ་གི་སྐུ་ངལ་ཡོད་འཇོག་ག་རེ་བསྐྱོད་ཡོད་རེད་ས་ཤི་དུས་དེར། རང་བཞིན་ལྷན་སྐྱེས་སུ་འབྱོར་བ་བཏང་ཆོག་ཡོད་བཏང་ཆོག་ཡོད་པའི་གི་ད་སྐུ་ངལ་ཡོད་འཇོག་དེ་བཙན། ད་བཙན་འབྱོར་མི་མི་མང་གི་བཅའ་ཁྲིམས་ཡིན་པ་གསུངས་ཚོགས་བཙན་འབྱོར་མི་མང་དེ་ཡོད་རེད། ད་ང་ཚོའི་གི་སྐུ་ཚོགས་ཡི་གེ་ནང་བསྐྱོད་བྱ་འཇོག་གི་ད།

བཙན་བྱོལ་མི་མང་གི་དམངས་གཙོའི་གི་ཐོག་འདམ་བུའི་བྱེད་ས་བཟོ་བ་ལ་ག་རེ་ཟེར་ན་མི་མང་མང་ཤོས་ཀྱི་ཀྱོ་ཤོ་ཡོད་ས་གཅིག་དང་མང་མོས་ཀྱི་ཐོག་ཐག་གཅོད་དང་ཤི་རྨས་ཀྱི་ཐོག་ཐག་གཅོད་གཉིས་མ་ཐུབ་འགྲོ་ས་ཡོད་མ་དེ་བཙན་བྱོལ་མི་མང་གི་འདམ་བུའི་བྱེད་ས་གི་ཁོར་ཡུག་དེ་བཟོ་དགོས་གི་ཡོད་ད་ཡི་གི་ན་ད་ཁོར་ཡུག་དེ་བཟོ་ཡི་ཐོག་ནས་ད་ད་བདག་མདུན་སྲིད་སྐྱོང་ཡིན་ན་འདྲ་ཤི་དུས་ཡི་ཆུ་ཤེལ་ལྔ་དེ་ཡིན་ན་འདྲ་ཚང་མས་འདམ་བུའི་བྱེད་དགོས་གི

ཡིག་ཆ་ཨང་སུམ་ཅུ་སོ་དགུ་པ་དེ་ཚེ་མས་བཏང་བ་མིན་དེ་འབྲི་ཞབས་དེ་དག་རང་རེད་ཟེར་བ་ཡིན་ན། ང་ཚོས་བཅའ་ཁྲིམས་ནང་ལོ་རེར་ད་ལྟ་དམ་འབུལ་བྱས་ཚར་གི་ཁོར་ཡུག་གི་བསྐྲུན་བྱ་མཇུག་བཅའ་ཁྲིམས་ཀྱི་སྡེ་ཚན་ཁ་ཤས་ཀྱིས་བཤད་ཡོད། ཡི་གེ་བཅུ་ཞེ་བདུན་པ་དང་དེ་ཚོས་དེ་ཚོ་བྲིས་དུས་ནི་ང་ཚོས་འགྱུར་བ་བཏང་དགོས་མོད་མོག་གི་འགྱུར་བ་བཏང་ནས་ག་རེ་བྱས་དགོས་ཟེར་མོད་མོག་ནི་མ་དེ་དེ་དེ་འདོད་པ་ཡོད་མེད་ཀྱི་ད་ང་ཚོས་ཤུགས་ཀྱིས་ནི་མ་བྲིས་ནས་ཨ་ནི་དེ་ནང་ལོ་ལ་མོས་མོག་ནི་འབྲེལ་ལྟ་སྦྱོར་གྱིས་ལ་འབྲིས་རེད། ཡོད་མེད་ཡོད་མེད་ཟེར་གྱི་ཡོད་རོགས།

ལས་རྒྱུ་སྤེལ་མཁན་མང་པོ་ཅིག་འདུག་དེ་ཚང་མ་གི་ག་རེ་བྱས་ཚེ་གཞི་མེད་ཀྱི་ཁྱད་པར་ཁོ་དང་ཕ་གཅིག་བྱས་ཚོད་གཅིག་བྱས་གཉིས་བྱས་དུས་སུ་བྱས་ནས་དཀའ་ངལ་སེལ་ཡ་དེ་ད་ལྟ་ང་ཚོ་ཧིན་དུང་ཡིན་ན་ཧིན་དུང་དེ་རྩ་བ་བཀོག་ཡ་གི་དུས་སུ་བྱས་ནས་ཆ་གི་ཅིག་མ་རེད། དེ་ཆ་གི་དེ་ག་རེ་རེད་ཟེར་བ་ཡིན་ཧིན་དུང་གི་ཡལ་ག་དུ་ཡ་ལོག་མ་བཀོག་ཡ་གི་དེ་འདྲ་ཆ་གི་ཅིག་རེད་ཕུགས་ཚག་གི་ང་ཚོ་དཀའ་ངལ་ཡང་དག་པ་ཅིག་སེལ་ཐུབ་གི་མི་འདུག་ང་ཚོ་ཡང་དག་པའི་གི་དཀའ་ངལ་ཅིག་སེལ་བ་ལ། མེ་མོ་ནོ་ལོར་ད་ཡོད་འདི་འདྲས་བྱུས་ནས་མེ་མོ་ནོ་ལོར་མ་ཡོད་ཅིག་བཏང་དགོས་རེད་དེ་སྡུག་མི་ཐུ་བ་གས་གང་ཡོད་མ་རེད་ས་གནས་སོ་སོ་སུ་འགན་འཛིན་དེ་ཚོ་ས་གནས་སོ་སོ་སུ་ང་ཚོ་ཡོན་ལག་གི་ལས་ཁུངས་ཡོད་ར་ནང་ཆུས་དུ་ང་ཚོ་ཡོད་དོ་ཅེ་ཡ་ནང་གི་ད་ག་རང་གི་ཡ་ཡོད་དོ་ཅིག་བྱས་ནས་ད་ག་རང་གི་བཟོ་ལ་འགྲིག་འདུག་དེ་མ་འགྲིག་བ་ག་རེ་འདུག་ལོད།

ཡིན་ནའང་ང་རང་ཚོ་གི་ཁྲིན་དང་འདྲི་ཚུགས་དེ་ཐོག་ནས་ཨ་ཏི་ཏག་ཏག་གི་འགྲོ་ཐུག་གི་ཡོད་རེད་ཟེར་ན་ནི་འགྲོ་ཐུག་གི་ཡོད་མ་རེད། དེ་ཚོ་ཚང་མ་ང་ཚོ་སང་ལ་ཡག་པོ་གཏང་དགོས་དངོས་ཡོད་གི་གནས་ཚུལ་ལ་བོ་དགོས། དངོས་ཡོད་གི་གནས་ཚུལ་མ་བོ་ནས་ང་ཚོས་སང་ལ་གཏང་བྱེད་ཡག་ཡིན་ན་ང་ཚོ་དཀའ་ངལ་སེལ་མི་ཐུབ་པ་གང་ཡང་ཡོད་མ་རེད། དེ་མ་ཡིན་གི་ཕག་ཕག་གི་ཤོག་ཡིན་དང་ཚུར་ཚུར་གི་ཤོག་ཡིན་དང་དང་བཅས་ནས་ཨ་ནི་གཅིག་གི་དེ་བདེན་པ་རེད་འདུག་གཅིག་གི་རྫུན་མ་ནི་ད་ལྟ་གཞི་བཅུ་ཞེ་ལྔ་ཡར་ལྷས་བཤད་འཇོག་གི་དེ་ཚོ་ཚང་མ་གི་ད་ལྟ་ང་ཚོ་བཅའ་ཁྲིམས་ནང་ལོག་དང་འབུད་བྱས་ཚ་ཁུ་ཡུག་བརླག་ནས་བཟུང་ནས་ཡ་གམ་པ་འཇོག་བཤད་འཇོག་ཚང་མ་ཁྲིམས་འགལ་མ་གཏོགས་ཁྲིམས་དང་མཐུན་བཤད་འཇོག་རྐང་གཅིག་ཡོད་མ་རེད། གདམ་ཐོན་སྲིད་སྐྱོང་སྐུ་ངོ་སྤེན་པ་ཚེ་རིང་ཡིན་ན་ད་ཁྲིམས་དཔོན་སུ་ད་བཙན་འཛུལ་རང་རེད་གི་ནང་ལོག་ནང་དེ་འདྲ་འཛུལ་དགོས་ཡ་ག་ཡོད་རེད། ཚེ་ལ་རྒྱའི་ལས་ཁ་ར་ཨ་ནི་ད་ཞུ་དུས་ཁ་ཉིན་འདུག་ཨ་དེ་གཉིས་ཡིན་གི་དམ་འབུལ་བྱས་ཚ་ཚང་མ་དེ་ཁྲིམས་འགལ་རྐྱང་རྐྱང་རེད་ཡང་རྫོགས་ཁྲིམས་འགལ་རེད། ད་ང་ཚོའི་ཁྲིམས་ཀྱི་ཐོག་ནས་དཀའ་ངལ་སེལ་ཚར་ན་མི་དམངས་རང་གཅེས་ནི་རང་གཞན་གཅེས་ཚུལ་ཡོད་པའི་སྐུ་དབང་དུ་ཡོད་རེད་བཙན་བྱོལ་མི་དམངས་ནང། ད་ཁོ་ཚོར་དམ་འབུལ་བྱེད་ས་ཁུལ་གྱིས་བསྐྲུན་ཐུབ་དགོས་རེད། དེ་བཙན་བྱོལ་མི་དམངས་ཀྱི་འཇོན་ཐང་སྟོན་དགོས། ད་དེ། ལས་ཀ་ལས་ཡི་གང་ནས་མ་དེ། གཞུང་གི་དེ་གཞུང་འབྲེལ་གྱི་ཐོག་ནས་མ་ད་ཡོད་དོ་བྱས་ད་ང་ཚོས་གཞུང་འབྲེལ་གྱི་ཐོག་ནས་མ་བྱེད་དགོས་ཐུག་ར། བྱས་པ་དང།

རྡོ་བརྐོས་ཏེ་རྣམ་པ་ཚོགས་ཀྱི་ཆུད་ཟོས་མ་བཏང་བ་བྱས། དུས་སུ་ལས་ཐུག་ན་ནི་ང་ཚོ་བོད་གཞིས་ལ་ཕན་བ་བོད་ཀྱི་རྩ་དོན་ལ་ཕན་བ་མ་འོངས་པའི་ལོ་རྒྱུས་ནང་ལོ་ན་ལོ་རྒྱུས་ནང་ལོ་ན་ཉེན་ཅིག་མ་ཆགས་བ། དེ་ཚོ་ཚང་མ་དགེ་མཚན་འདུག། ད་དེ་འདྲ་ཅིག་བསམ་བཏང་ཐུབ་མི་འདུག་ད།

ལྷག་བསམ་རྣམ་དག་གི་དུག་སུ་བྱས་ན་དཀའ་ངལ་གྱིས་སེལ་ཡས་ཀྱི་སེང་གི་ཐོག་ལ་འཚོ་བ་ཅིག་ཡོད་པ་ཡིན་ན་སྙིང་སྟོབས་ཅིག་ཡོད་པ་ཡིན་ནའ་ལེ་བ་དང། ཨ་ནི་དཀའ་ངལ་སེལ་ཐོག་གི་དོགས་གཞི་དེ། ད་ལྟ་གནས་སྐོར་གྱིས་ནོ། ད་ང་ཚོས་ག་རེ་ཟེར་ན་བཅའ་ཁྲིམས་ནི་འགལ་བ་གཏོང་ཡ་དང་མི་མང་གི་ཐད་ཀའི་གི་ཐོག་ནས་དུག་སུ་བྱས་ནས་འགྱུར་བ་ཅིག་བཏང་ན་མ་གཏོགས། གཞན་དག་དཀའ་ངལ་སེལ་ཐོག་གང་ཡང་མི་འདུག་ཟེར་མི་མང་གིས་འགན་འཁུར་དགོས་ཀྱི་འདུག་ཟེར།